འོ་ལགས་སོ། ད་ཆོལ་ཁའི་ས་བོན་གྱིས་བྱུར་ལམ་གྱི་ཐོག་ལུ་ཞོ་དབུས་མེད་ཀྱི་ཆོས་གྲོགས་གྱོན་གཞོན་པ་གསུམ་ག་ར་ལུ་སྐུ་གཟུགས་བཟང་པོ་སེར་ཞོ་ནད་དང་བྲལ་ཏེ་ད་ཡང་བསྐྱར་དུ་གྱོན་པ་ལེགས་སོ་ཡོད་ཡོད་སེར་ཞོ་ནད་ཡིན་ད་ག་ར་ལེགས་ཞུ་འབད་ར་ཞུ་དེ་ཡུལ་བོང་ནོར་བུས་ཀྱི་རལ་བ་དང་གཅིག་ག་ང་ཤ་ཆད་ཀྱིས་གྱོན་བྱ་ཡང་ཆོས་ཀྱི་རྒྱ་སྲུང་ཡིན་སེར་ཞོ་ནད་ལ།

ད་ཨོམ་ཟེར་མི་དགེ་དགེ་ཅི་གི། སྐུ་གསུང་ཐུགས་བདེ་བས་མཚོན་གོ་མི་དེ་ག་ཆབ་མོ་ཟེར་ཞུ་བར་བྱིན། ཨོམ་ཟེར་མི་དགེ་ཡི་གེ་གཅིག་གི་ནང་ན་ལུ་ཡི་གེ་གསུམ་ཡོད་ཟེར་བར། ཡི་གེ་གསུམ་དེ་ག་ཅི་མོ་ཟེར་བར་བྱིན། ཨ། ཨུ། མ། ཟེར། ཨ། ཨུ། མ། ཟེར་གསུམ་ཡོད་པས་ཟིན་ལ། ད་ནི་ཨ་དེ་གིས་སྐུ་མཚོན་པས་དེ་ལས་ཨུ་དེ་གིས་གསུང་མཚོན་པའི། དེ་ལས་མ་འདས་ཀྱི་ཐུགས་མཚོན་པའི་སྲས་ཞོ་ནི་ལ། ཨཱ་ནི་བས་ནི་དེ་ཀའི་ཨོམ་སེར་དང་ལུག་ཀུ་གསུང་ཐུགས་མཚོན་བྱེད་ཡིན། སེའོ་དེ་བས་གསུངས་འདི་ཡོད་ལ། ད་ང་ཅི་ན་རྗེ་བཙུན་སྒྲོལ་མ་ལོ་བྱ་འོམ་པ་ཅན་དེ་རྗེ་བཙུན་སྒྲོལ་མ་ཀྱི་སྐུ་གསུང་ཐུགས་དང་སྤྱན་རས་གཟིགས་ལོ་བྱ་བ་ཅན་སྤྱན་རས་གཟིགས་ཀྱི་སྐུ་གསུང་ཐུགས་རྗེ་བཙུན་འཇམ་པའི་དབྱངས་ལོ་བྱ་བ་ཅན་རྗེ་བཙུན་སྒྲོལ་མ་ཀ་ཅེ་བཙུན་འཇམ་པའི་དབྱངས་ཀྱི་སྐུ་གསུང་ཐུགས་སེའོ་ཨཱ་ནི་བས་མཚོན་བྱེད་པས་དེ་བས་བྱའོ་སེ་ཞོ་ནི་ལ། དེ་ལས་འདི་རུ་ཅིས་ཏེ། ཨོམ་འདི་གི་དོན་ཐ་དུལ་དཀར་ཆོས་ཟེར་བ་ཅན། ང་ཅར་གཟུངས་སྔགས་འདི་སྲོག་གི་མགོ་འདྲེན་པས་དེ་བས་འགོག་གོ་ཟེར། སྔགས་ཀྱི་མགོ་འདྲེན་ཨིན་ཟེར་མོ་དེ་བས་སྲུང་ནུས་ལ། དེ་བས་སྲུང་དགོས་པས་ཀྱི་དཀར་ཆོས་དེ་བས་སྲུང་མེད་ཀྱི་ཁུངས་ལུང་དཀར་ཆོས་ཟེར་བ་ཅན་སངས་རྒྱས་བཅོམ་ལྡན་འདས་ཀྱིས་བདག་ཏུ་ཚོགས་བདག་ཆེན་པོ་གི་རྒྱུད་ཀྱི་ནང་ནོར་ག་དེ་བས་སྲུང་འདོད་ཟེར་བ་ཅན། ཨོམ་ནི། བཀྲ་ཤིས་དཔལ་དང་ལྡན་གསང་སྔགས་མགོ་ལ་བཞག་པར་བྱ། ཟེར་དེ་བས་སྲུང་འདོད་ལ། ད་ཨོམ་སེམས་མེད་དེ་གསང་སྔགས་ཀྱི་སྒོ་ལུ་བཞག་གོ། སྔགས་ཀྱི་སྒོ་ལུ་བཞག་གོ། རྒྱུ་མཚན་ག་དེ་བས་སེམས་དང་ལོག་ཨོམ་དེ་བཀྲ་ཤིས་པ་དང་ལྡན་པ་དཔལ་དང་ལྡན་པ་ཡིན། དེ་བས་ནི་དེ་གི་གསང་སྔགས་ཀྱི་སྒོ་ལུ་བཞག་གོ། དེ་བས་གསུངས་དེ་ཡོད་ཟེར་ཞོ་ནི་ལ། ད་རུང་ད། རྒྱུད་གཅིག་གི་ནང་ན་ལོ། ད་ལྟ་རྒྱུད་རྡོ་རྗེ། རྒྱུད་རྡོ་རྗེ་རྩེ་མོ་གི་ནང་ན་ལོ། ཨོམ་གྱི་མདོ་མཐའ་དེ་མའོ་སུམ་རྟགས་ལུགས་ག་རེ་བས་གསུངས་འདུག་ཟེར་བ། ཨོམ་ནི་ཅི་ཞིག་ཡིན་པར་ཤེས། ཕྱོགས་དང་ནོར་གཏེར་དཔག་དང་དབྱངས། སྐལ་བཟང་རྣམ་པ་དང་ལྡན་ཞིང་དམ་བཅའ་བ་དང་བཀྲ་ཤིས་དོན། ནོར་བུ་འཛིན་པའི་སྙིང་པོ་ཡིན། ཟེར་ད་ནས་བའི་ཚིག། ཤོ་ལོ་ཀ་གཅིག་དེ་བས་གསུངས་འདུག་ཡོད་ལ། ནིག་ནང་ན་ལུགས། ད་ཨོམ་འདི་གི་ནང་ན་ལུགས་ག་དེམ་ཅི་ལྡན་འདུག་ཡོད་པས་ན་དོན་དག་ག་དེམ་ཅི་ལྡན་འདུག་ཡོད་པས་ན། འདི་ཚུལ་གྱི་སྐོར་ཅི་མང་གསུངས་འདུག་ཡོད་ལ། ད་ཨོམ་ནི་ཅི་ཞིག་ཡིན་པར་ཤེས་སོ། ཨོམ་འདི་གི་མདོ་མཐའ་ག་དེ་བས་ཨི་ནག་སེ་མ་ཤེས་པ་ཅི་ནི་ཟེར་བ་མེད་ལ། ཕྱོགས་དང། ནོར། གཏེར། དཔལ། དབྱངས། སྐལ་བཟང། ཟ་ནི་བས་གསུངས་ནས་ད་འོ་ལུ་མ་རྣམ་པ་དང་ལྡན་ཞིང་ཟེར་མི་དེ་ག་ར་ལུ་ཇག་གོ་ལ་ཡ། རྣམ་པ་དང་ལྡན་ཞིང་ཟེར་བར་དཔེར་ན། ཕྱོགས་ཀྱི་རྣམ་པ་དང་ལྡན་པ། ནོར་གྱི་རྣམ་པ་དང་ལྡན་པ། དཔལ་གྱི་རྣམ་པ་དང་ལྡན་པ། དབྱངས་ཀྱི་རྣམ་པ་དང་ལྡན་པ།

འགྱུར་བ་མེད་པར་བྱིན་བརླབས་པས། ད་འགྱུར་བ་མེད་པར་ཟེར་བ་བཞིན། ད་ཨོམ་བདུད་ཀྱི་རྒྱུད་བཞིན་ན་བས། དེ་ལས་ཨ་ནི། ཨོམ་གྱི་འོག་ལ་ཐོན་དཔེ་གྱིས་ད་སྔགས་འདི་གསོལ་གྱིས། གདོན་ད་འདི་གཟུགས་ད་དགའ་བདེ་བས་ཡིན། མ་བརྗོད་ནི་ཡིན་ཟེར་བས་ཀྱི། དམ་བཅའ་ཅི་ལས་དགོས་གོ། དེ་གསུམ་པས་ད་ད་ཅི་དགོངས་ལོ་ཞུ་དོ་གསུངས་པས་ཀྱི། ད་ཕྱོགས་དང་ནོར་དང་དཔལ་དང་སྐལ་བཟང་རྣམ་པར་ལྡན་པ་ལ་གསོལ་བས་ཀྱི། ད་གདོན་ད་འདི་གསོལ་བདེན་པ་ལ་གསོལ་བས་ཀྱི། དམ་བཅའ་ཅི་ལོ་དགོས་ཞེས་རེ་དེ་བས་གཏུབས་སེ་ཞོ་ནི་ལ།

ཏེ། རང་གི་འདོད་པ་ཐམས་ཅད་འབད་མེད་ལྷུན་གྱིས་འགྲུབ་པའི་ཕྱིར་ལུས་དང་ནོར་བུ་འོད་ཟེར་ལ་འབད་དོ། དམུ་ལ་དཔེར་ན་དཔག་བསམ་གྱི་ལྗོན་ཤིང་བཟུང་བས། དང། བུམ་པ་བཟང་པོ་བཟུང་བས། དང་ནི་དཔག་བསམ་གྱི་ལྗོན་ཤིང་ལ་ནོར་བུ་ག་ཕྱིར་བུམ་པ་བཟང་པོ་དེ་བཟུང་ན་ལས་དེ་དག་རང་གི་འདོད་པ་རང་གི་བསམ་དོན་ཐམས་ཅད་འབད་མེད་དུ་འགྲུབ་ནུས་ལ། དང་ནི་བཟུང་བས་ཨོམ་བཟླས་བཟླས་པའི་དབྱིངས་ཡིན་ཟེར་བ་མེད། ག་དེ་བས་རྨོངས་སེལ་བ་ཆེན་ཨོམ་ནོར་བུ་འཛིན་པའི་སྙིང་པོ་ཡིན་པའི་རྒྱུ་མཚན་དེས་ཨོམ་དེ་ལས་སྟན་དེ་གའི་བས་མཆོག་དང་ཐུན་མོང་གི་དངོས་གྲུབ་ཡང་འབྱུང་ནུས་ཡོད། ཨོམ་དེ་ལས་སྟན་དེ་གའི་ནོར་ཡང་འབྱུང་ནུས་ཡོད། ཨོམ་དེ་ལས་སྟན་དེ་གའི་གཏེར། དཔལ། དབྱངས། སྐལ་བཟང། བསྟན་པ་འདི་ཚོ་ཡང་འབྱུང་ནུས་ཡོད། དེ་བས་ནས་དེ་གའི་ཨོམ་ཟེར་མ་དེ་ནོར་བུ་འཛིན་པའི་གི་སྙིང་པོ་ཅན་ཡང་ཡིན། ཨོ་འདི་བས་གསུངས་དུ་ཡོད་ཟེར་ཞུ་ནས་ལ་དེ་ཚོ་སང་ཀ་ཆུ་ལ་སངས་རྒྱས་བཅོམ་ལྡན་འདས་ཀྱི་ཁོ་རང་གི་རྒྱུད་ན་ལོ་ཏེ་དེ་བས་གསུངས་པའི་གི་ཨོམ་གྱི་དོན་དག་ཏེ་དེ་བས་ཡིན་པས། ཨོ་འདི་བས་ཞུ་ནས་ཡིན་ལ།

ད་གཉིས་པ་དེ། ཏུ་ཏཱ་ར་སེ་མེ་དེ། ད་ཏུ་ཏཱ་ར་སེ་མེ་དེ། དུང་བ་སེ་བའི་གི་དོན་ཐ་དེ་ཡིན་ལ་དུང་བ་སེ། ད་རྗེ་བཙུན་སྒྲོལ་མ་གི་མཚན་ཅི་ར་ཡིན་རྗེ་བཙུན་སྒྲོལ་མ་ལ་ཇག་འམ་འདི་ལོ་དུང་མ་སེ་ཇག་དགོས་མེད་པ། ད་རྗེ་བཙུན་སྒྲོལ་མ་གི་མཚན་གི་རྣམ་གྲངས་འདི་ལོ་སྒྲོལ་མ་དུང་མ་སྙུར་མ་དཔའ་མོ་སེ་ལས་ཤ་ཆེ་ཡོད་པའི་གི་སྒྲས་ལས་ད་ཏུ་ཨ་ནི་ཏུ་ཏཱ་ར་སེ་མེ་དེ། གདུང་མ་ཟེར་བའི་གདོན་ཐ་དེའི་ལ་ཕ་རྗེ་བཙུན་སྒྲོལ་མ་ལོ་བྱ་བ་བྱིན། ད་ནམ་རྒྱུན་ཁོ་རང་གི་ཏུ་ཏཱ་ར་ཟེར་མའི་གདོན་ཐ་དེ་གདུང་བ་ཟེར་བའི་གདོན་ཐ་དེའི་ལ། ད་གདུང་བ་དེ་ལོ་ཡ་ཕ་འབྲི་ཆུ་གཉིས་པའི་སྐྱབས་ནས་ཡོད། ཞི་བའི་གི་ཐོག་ལ་གཅིག་དེ་ལས་དྲག་པོ་གི་ཐོག་ལ་གཅིག་སྐྱབས་ནས་ཡོད། ད་ང་ཅི་ཞི་བའི་གི་ཐོག་ལོ་བྱ་འོང་བ་བྱིན་བརྩེ་གདུང་གི་ཐོག་ལོ་བྱ་གོ་ལ། ད་ང་ཅི་འཇམ་པ་དང་བརྩེ་བ་གི་གདུང་བ་དེ་ལོ་གོ་གོ་ལ། ད་དཔེར་ན། རྗེ་བཙུན་སྒྲོལ་མ་དེ་སེམས་ཅན་ཐམས་ཅད་ལོ། དེ་དག་ཆགས་སྡང་ནད་རིགས་ག་ནས་མེད་པ། ཨའི་གཅིག་གིས་རང་གི་བུ་ཕི་དུ་ཆིལ་ལོ་བཙལ་བ་སྐྱེད་དོ་བཟུང་བས་དེ་མོ་གའི་སེམས་ཅུང་ཐམས་ཅད་ལོ་བཙལ་བ་དེ་བས་སྐྱེད་ལེ་ཡོས་དེ་བས་ནི་དེ་གི་དེ་མོ་ལོ་དུང་མ་ཟེའོ་དེ་བས་ཞུ་ཡིན་ལ། དེ་ལས་གཅིག་དེ་དགྲ་བོ་གི་ཐུགས་ལ་ཞུའོ། དགྲ་བོ་གི་ཐུགས་ལ་སྦས་བ་ཆེན་ད་རྗེ་བཙན་སྒྲོལ་མ་གིས། ད་སེམས་ཅན་ཐམས་ཅད་ལོ་གནོད་པ་བཅའ་བས་ཀྱི་གདོན་གྱི་རིགས་དང་བགེགས་ཀྱི་རིགས་དང་འབྱུང་པོ་གི་རིགས་ལ་སོགས་པ་ད་བག་ཚར་བཅས་བས་ནི་ཡོད་གསུངས་མེད། འཇོམས་པར་བྱེད་པས་གསུངས་མེད། བདག་ནི་ཚར་བཅད་འཇོམས། བཅོམ་པའི་བེའུ་ལྟར་ལོ། ད་ཁོང་ཚོས་ཀྱི། སེམས་ལ་མྱ་ངན་སྐྱེད་པས་གསུངས་མེད། ད་ནི་གདུང་བ་ཟེར་བས། ད་གདུང་བ་ཟེར་མེད་ནི། སྔར་གྱི་སྡུག་བསྔལ་གྱི་གདུང་བ་ཟེར། མྱ་ངན་གྱི་གདུང་བ་ཟེར་གོ་ནི་ཡོད་ལ། ད་ནི་མྱ་ངན་སྐྱེད་པས་ཟེར། དེ་གསུངས་པས་ཀྱི་སྔགས་འདྲ་འཇིགས་འདྲ། དེ་སོགས་སྐྱེད་པས་ཟེར། དེ་བས་ནི་དེ་ཀྱི། རྗེ་བཙུན་སྒྲོལ་མ་ལོ། གདུང་མ། ཟེར། འོ་ན་དེ་བས་ཞུགས་ཡིན་ལ། ད་ནི་བོ་ད་ལོ། རྗེ་བཙུན་སྒྲོལ་མ་ལོ། ད་ད། མཚན་གྱི་རྣམས་ལ་གདུང་མ་ཟེར་ཞུ་དགོས་མེད་དེ། ཞི་བ་གི་ཐོ་ལས་ཅི་ཞུ་རུ་གཏུབ་དེ་ལས་དགྲ་བོ་གི་ཐོ་ལས་བས་དེ་གོ་བ་ལེན་འདོད་ཀྱི་བས་ས་ཅུ་རེ་དེ་དེ་བས་གཏུབ་ས་ཞུ་ནི་ཡིན་ལ། ད་ལས། ད་གསུམ་པ་གཏུ་རེ་ཟེར་མ་དེ་ཡིན་པ་ལ། ད་གཏུ་རེ་ཟེར་མ་དེ་ཡང་རྗེ་བཙུན་སྒྲོན་མ་གི་མཚན་གྱི་རྣམ་གྲངས་གཅིག་ཡིན་ལ། ད་རྗེ་བཙུན་སྒྲོན་མ་ལུང། གཏུ་རེ་ཟེར་མའི་གྱི་གདོན་མཐའ་དེ་སྨྱུར་མའང་ཟེར་བའི་གྱི་གདོན་མཐའ་དེ་ཡིན་ས་ཞུ་ནི་ལ། ད་སྨྱུར་མ་ཟེར་ཞུ་དགོས་མེད་དེ། ད་ཡ་གོ་ལའི་ཞུས་ལ་དྭངས་ཞག་མྱུར་མ་སེ་ཞུ་གོ་མེད་དེ། ད་རྗེ་བཙན་སྒྲོལ་མ་ལོ། ང་བཅས་ཀྱི་དད་པ་དང་ཡིད་ཆེས་སྐྱེས་ཏེ་སྐྱིད་པའི། ད་ཐུ་མིན་སྐྱབས་མཇུག་རེ་ཞུ་སེའོ་རེ་སྟབས་གྲབས་སུང་ཆུ་བེ་བ་ཆེན། ཏེ་མོ་གིས་ང་བཅས་ལོ་སྐྱབས་དང་དགོན་དཔུང་གཉིས་མཛད་ནས་ལོ་སྣ་མེད་བསམ་མེད་ཀྱི་འཇོག་གྲ་ཡོད་ཡོད་སེའོ་མེད་ལ། ད་ལྷ་གཞན་གསུམ་པའི་མེ་འབར་བེ་བཞིན་ན། ལྷ་གཞན་བེ་བ་ཆེ་དུམ་དྲག་ཆུ་འགྲོས་གོས་བས་ང་བཅས་ལོ་སྐྱབས་དང་དགོན་མཛད་དུ་འོང་ནི་མེད། ཏེ་རྗེ་བཙན་སྒྲོལ་མ་སུང་ཆུ་བེ་བ་ཆེན་མོ་རང་གི་དམ་བཅའ་ཤུ་བེ་ཡོད་པ་ལོ་བསྟན་ཏེ།

མེད་པ་འཇོག་མི་བྱེད། རྫོགས་མི་བྱེད། བདེ་བའི་བླ་བའི་བླ། ད་ང་ཅན་ནམ་ཅན་དུ། རྫོང་ཁ་ཡིག་ནང་ན་ལུང། ག་ཅི་ལོ་སོ་ཐར་ཧ་སོ་ཐར་ཧ་སི་ལབ་དུ་སུམ་ཅི་མེད། ད་སོ་ཧ་སོ་ཧ་སི་མེད་གི། ག་ཅི་ལོ་ད་ལྟ་ང་ཅན། སྒྲུབ་སྡེ་སོ་གི་སོ་ཐར་ཧ་སོ་ཐར་ཧ་སི་ལབ་མེད་ལ། ད་ཨ་ནི་གདོན་ཐ་དེ། ད་ད་སོ་ཧ་ཟེར་བའི་གི་གདོན་ཐ་དེ་ཚུགས་བྱ་བྱ་སུམ་ཅི་བའི་བདེ་བའི་ཚོགས་མེད། ད་སོ་ཧ་ཧ་ཟེར་མེད་གི་གདོན་ཐ་དེ། བ་རྫོགས་མི་བྱེད་ལོའི་བགོ་བཤའ་རོའི་ཏུ་བི་ལ། ད་ན་འདི་ན་ལོ་བྱ་འམ་ད་ལོ་ག་བདེ་བའི་བྱ་གོ་མོ་ཟེར་བ་ཅན། ད་ལྟ་རྒྱུད་རྡོ་རྗེ་རྩེ་མོ་གི་ནང་ན་ལོ་ག་དེ་བས་གསུང་དུ་ཟ་བ་ཅན། སྭོ་ཧ་ཞེས་པ་ཅི་ཡིན་བརྗོད། སྡིག་པ་ཐམས་ཅད་ཞི་བྱེད་ཅིང་དགེ་བའི་ཚོགས་ནི་འཕེལ་བར་བྱེད། ཉེས་པར་སྤྱད་པ་འཕྲོག་བྱེད་ཅིང་སྡུག་བསྔལ་ཐམས་ཅད་སྦྱོང་འཕེལ་གྱི་མཆོག། ཟད་ཨ་ན་བའི་གསུང་དེ་འོད་ཟེར་ཞུ་ནས་ལ། ད་ལྟ་དེའི་གི་དོན་ཐ་ག་དེ་མ་ཟ་བ་ཅན་སྭོ་ཧ་ཞེས་པ་ཅི་ཡིན་བརྗོད། སྭོ་ཧ་ཟེར་མེད་དེ་ག་ཆི་ཨི་ན་མ་བླ་བ་ཅིན་ཟེར་མས། སྡིག་པ་ཐམས་ཅད་ཞི་བྱེད་ཅིང། ད་ནི་རང་གི་སྡིག་པ་ཐམས་ཅད་ཞི་བར་བྱེད་པ་ད།

སྡིག་པ་ཐམས་ཅད་མེད་པར་གསོ་བ། སྡུག་བསྔལ་ཐམས་ཅད་མེད་པར་གསོ་བ། ཉེས་པ་ཐམས་ཅད་མེད་པར་གསོ་བ་བྱས་ལོ། དེ་གསོ་བ་ཧ་ཟེར། དེ་ལ་ཤུགས་ཀྱིས་དེ་དགེ་བས་ཀྱི་ཚོགས་ནི་འཕེལ་བར་བྱེད། བསོད་ནམས་ཀྱི་ཚོགས་དང་ཡེ་ཤེས་ཀྱི་ཚོགས་དེ་སོས་གོང་ནས་གོང་དུ་འཕེལ་བར་བྱེད་པ་ཟེར་བས་ཀྱི་གདོན་ཐ་ཆེས་འཕེལ། དེ་ཨ་ནེ་བ་དཱ་ལོ། དེ་གསོ་བ་ཧ་ཟེར་མའི་གདོན་ཐ་དེ་ཨ་ནེ་བའི་གོ་བའི་བ་དཱ་ཚུགས། ག་ར་ཅི་ཁ་བའི་བྱ་བ་ཅི་ཨོམ་ཏཱ་རེ་ཏུ་ཏཱ་རེ་ཏུ་རེ་གསོ་བ་ཧ་ཟེར། དེ་ཚུགས་བྱ་ཨོམ་དཱ་ལུ། དོན་དག་ག་དེ་བའི་སྒོ་ནས་མེད་ཟེར་བ་ཅན་ད་ཨོམ་ཟེར་མི་ཏེ་སོ་སོ་ཡིན་ད་གཙོ་བོ་དེ་ཨོམ་རྟ་རེད་ཏུ་ཏ་རེད་ཏུ་རེད་སོགས་ཧ་ཟེར་མི་ཏེ་བད་ད་བ། ད། རྟ་རེད་ཟེར་བ་ཅན་ད་ཆུ་དོ་གསུམ་པའི་གྲོལ་མ། དུང་མ། སྙུར་མ། ཟེར། གྲོལ་མ། དུང་མ། སྙུར་མ། ཆོས་ཀྱི་ཐུགས་རྗེའི་བྱིན་རླབས་ལ་བརྟེན་ནས། ང་ཡི་སྡུག་བསྔལ་ཐམས་ཅད་མེད་པར་བཟོ་དུ་བཟོ་བར་ཤོག། ང་ཡི་སྡུག་བསྔལ་ཐམས་ཅད་འཇོམས་པར་ཤོག་སྡིག་པ་ཐམས་ཅད་མེད་པར་བཟོ་བར་ཤོག་ཟེར་ད་ཁོ་ལོ་ཡ་ག་ཅི་ལ་མོ་ལོ་ད་སོགས་བཏབ་འདོད་ཀྱི་ཚིག་ཆེས་མེད་པ་མདོར་ན། ཨོམ། སྟག་རལ་ཏུ་སྟག་རལ་ཏུ་རལ་སོགས་ཟེར་ག་ལས། སྒྲོལ་མ། དུང་མ། མྱུར་མ། ཆོས་ཀྱི་མཐུ་དང་ནུས་པ་ལུས་བརྟན་ཏེ། ང་ཡི་བྱོལ་ལོ་ཡོད་པས་ཀྱིས་དུང་བའི་ཐང་ཆེན་མལ་པ་བཟོ་སྟེ་གད་པའི་བཀའ་དྲི་བཅངས་ན། དེ་གསུམ་པས་སྒྲོལ་མ་དུང་མ་ཆོས་ཀྱི་མཐུ་དང་ནུས་པ་ལུས་བརྟན་ཏེ། ང་ཡི་བྱོལ་ལོ་ཡོད་པས་ཀྱིས་སྡིག་པ་ཐམས་ཅད་མེད་བཟོ་སྟེ་གད་པའི་བཀའ་དྲི་བཅངས་ན་ལ་ཟེར་བས་ཀྱིས། གསོལ་འདེབས།